Psychology། སེམས་ཁམས་རམ་འགའི་ཐོག་ལ་ལྟ་སློབ་སྦྱོང་གནང་ཟིན་པ་དང། ཨ་འདི་ག་ནང་བཞིན་སློབ་སྦྱོང་གནང་བཞིན་པ་དང། ཨོ་སེམས་ཁམས་རིག་པ་ལ་ཡང་ཅིག་ག་སུ་རེ་ཐུགས་སྣང་ཡོད་བསྡད་པ་དང། ཨོ་དེ་འདྲའི་གི་བོད་རིགས་གཞོན་སྐྱེས་མང་པོ་ཅིག་ད་ལྟ་དེ་ཨ་དེ་སྤེན་པ་སི་ལ། ཨོ་ད་སྤེན་པ་སི་ལ་རྒྱུད་བྱས་འདུག་བྱས་ནས་གནས་ཚུལ་ཤེས་མདོག་བྱུང་སོང། ཨ་ནི་སྤེན་པ་སི་ལ་གི་ཐོག་ནས་ད་ང་ཚོ་བོད་རིགས་གཞོན་སྐྱེས་ད་ག་ལྷག་པར་དུ་ད་ནུབ་ཕྱོགས་ཀྱི་སེམས་དཀར་པོའི་ཐོག་སློབ་སྦྱོང་གནང་ཚར་མཁན་ཚོ་ད་ལྟའང་སློབ་སྦྱོང་གནང་བཞིན་པ་དང་གནང་མུས་དང། གནང་ཟིན་པ་ལ་ཁོ་ན་ཚོའི་ཆེད་དུ། ཨ་ནི། ནང་པའི་ཀྱི་ཡི་དྭགས་སེམས་ཁམས་རིག་པ། ད། ང་རང་ཚོ། ཅི་ཁ་སོ་གྲྭ་ས་ཁག་ནང་བྱས་པ་ཡིན་ན་ད་འདིར་རེད་པ། འདི་བློ་རིག་ཟིག་རེད་པ། འོ་ད་ནང་པའི་སེམས་ཁམས་རིག་པ། ལྷག་པར་དུ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ནང་མ་དད་བདེ་བའི་ཀྱི་སེམས་ཁམས་རིག་པ། འདིའི་ཐོག་ལ་ཅིག། ཨ། བོད་སྐད་ཐོག་ལ་ཡང་ཀི་ད་ག་ནང་ཡིན་ཅིག་གོ་བདེ་པོ་ཅིག་འདི་འདྲའི་ཅིག་སློབ་ཁྲིད་བྱས་ཐུབ་ན་ཨང་ཞེས། ཨོ་དེ་འདྲ་ཅིག། གཞེན་སྐུལ་ཞིག་ཕེབས་སོང། ཀ་བེ་སི་ལགས་བརྒྱུད་ནས། ཨོ་དེ་འདྲ་ཨ་ཁོ་རང་གིས་འདུག་བྱས་ནས། ཅིག་ད་གཞོན་སྐྱེས་སུ་འབྲེལ་བ་གནང་ཡོང་དུས་ཕེ་ཤན་དུ་བསད་པའི་ན་གཞོན་སྐྱེས་མི་ལྔ་བརྒྱ་ལྷག་སུ་བྱས་ནས་འབྲེལ་བ་བྱུང་ཤག་ཨ་ནི་ན་བ་སུའི་ཐུགས་སྣང་ཡོད་དེ་ངས་ཅིག་དེ་འདྲ་ཅིག་གི་ག་ད་ང་ནི་སུས་ཅིག་གོ་སོང། ད་དེ་བྱས་དུས། ཨ་ནི་ཡུང་ཀེ་རི་བས་སིན་དེ་འདྲ་བཞིན་པེ་མ་སི་ལ་ང་ལ་བཀའ་དྲིན་གནང་གི་འདུག་ཨ་ནི་ད། ཅེས་ཁ་སོ་རས་ད་ལྟ་སྐྱབས་ངོ་རིམ་ཅིག་དགོངས་པ་ལས། ཨ་ནི་བཀའ་འགྱུར་བསྟན་འགྱུར་ཟེར་ནས་བལ་ཁ་ཡལ་ག་ཀུན་དགར་བའི་ནང་ལ་བལ་ཁུ་འབྲི་ཤོམ་ཞུ་ཡ་ཅི་གོ་མ་རེད་ད་དེ་མ་ཅིག་མ་དེ་འབྲི་ཞུ་བྱས་ནི་ང་རང་ཚོ་ཀློག་དེབ་ནང་ཤེས་བཞིན་བོད་གཞུང་བཏང་བ་རེད་ཨོ་དེ་འདྲའི་ཅིག་བཀའ་ནན་པོ་ཞིག་ཕེབས་ཀྱི་ཡོད་པ་ཡིན་ཙང་ད་ད་ནི་རྣམ་པ་ཚོས་འདུག་བྱས་ནི་ད

ད་དེ་ནས་ཨ་ནེ་ལྷག་པར་དུ་ད་ལྟ་འདི་སེམས་ཁམས་རིམ་པའི་ཐོག་ལ་བྱས་པ་ཡིན་ན་ད་གོང་ས་སྐྱ་མོ་ཆེན་མོ་མཆོག་གིས་ཨ་ནེ་ང་རང་ཚོ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཆེ་བ་རེད་སྐ་ན་འདི་བོད་མི་ཚོ་བོད་རིགས་ཚོ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཆེ་བ་རེད་དེང་དུས་ཤེས་ཡོན་པད་དར་ལྷག་པའི་ཆ་ཚང་ཡོད་པའི་ཐོག་ལ་རང་གི་རིག་གཞུང་ཡིན་པ་ནི་ཆ་ཚང་ཆེ་བ་ད་དེ་འདྲའི་ཅིག་ད་ག་ནས་ལྟ་གྲུབ་ཆེ་ཚད་མཐོ་པོ་བས་ཤེས་ཐུབ་བས་དེ་འདྲ་ཞིག་གོ་རེད་སྐ་ན་ད་ད་འདི་གི་སྐྱ་མོ་རིམ་བཞིན་དགོངས་པ་འདི་འབྲུ་གཡག་གི་ཆ་རྐྱེན་ཆགས་འདུག་ཡོད་པ་རེད་རྣམ་པ་ཚོས་དེ་འདྲ་ཐུགས་སྣང་གནང་ཡ་དེ་གི་དབང་དུ་བསྟན་པ་ཡིན་བསམ་ཨ་ནི། ཅིའི་ཁ་སུ་རེད་ད་ང་ཚོའི་དེང་དུས་ཀྱི་ཅིའི་ཁ་སུ་རེད་དེ་སྐད་ལམ་རེད་དམ། དེང་དུས་ཀྱི་ག་ད་ཡིན་ཆེ་ཆེ་ཆེ་ཆོ་མིང་ཚིག་རེད། ཨོ་དེ་ནང་བཞིན་བྱས་ནས་ད་ང་རང་ཚོའི་དེ་གནའ་རབས་ཀྱི། ཨ་ནི། སྲོལ་རྒྱུན་གྱི་རྟགས་ག་ལ་ཡིན། ཨང། ཅིག། སེམས་ཁམས་ཀྱི་ཐོག་ལ་སྐད་ཤེས་ཡ་རེད། ཨོ་དུར་བྱས་ནས་རྟགས་ཟུང་འབྲེལ་གྱི་ཐོག་ནས་གང་དག་ཡིན། ཞུ་གི་སྲོལ། ཨ་ནི་ཁོ་ལྟ་བུ་ཤི་བོ་བཅུ་ཡོང་ཐུ་ཡ་ཅིག་དེ་འདྲ་ཞིག་གི་ཐབས་བྱུས་ཞུ་ཡ་རུ་བྱས་པ་ཡིན། འདུག་སྲིད། ད་དེ་ནས་དེང་དུས་ཀྱི། འདི། སེམས་ཁམས་རུའི། ཨ། ཐོག་ནས་ཡང། ཁོ་རང། ལེགས་པའི་ཆ་ཡོང་གི་ཡོད་རེད་མ་འདང་གི་ཆ་ཡོང་གི་ཡོད་རེད་ད་འདི་སྒང་ལ། ཨ་ནི་ང་རང་ཚོའི།

པའི་ཕྱུག་པོ་གཅིག་དང། འོ་དེ་འདྲ་ཡོད་ཀྱང་ལྷག་པར་དུ་ཡང་ནུབ་ཕྱོགས་ཀྱི་ད་ལྟ་ཇི་ཁ་སོ་སློབ་སྦྱོང་བྱེད་སྟངས་ཀྱི་སྲོལ་དང་བྱས་པ་ཡིན་ན། ཨ་ནི Objectivity ཟེར་བ་ད་དངོས་གནས་སུ་ག་རེ་རེད་ཟེར་ཏེ། Objectivity ད་དེའི་ཐོག་ལ་ཞོལ་ཅིག་དེ་དུ་བ་ཨ་ནི Empirical Realities བྱས་ནས་ད་གང་དག་ཡིན་གཙོ་དེ་ཇི་ཁ་སོ་ཉམས་སུ་མྱོང་མྱོང་ཡ་ཡོད་དེ་གན་ཞིག། འོ་དེ་འདྲའི་གི་སེམས་རོགས་པ་ཕྱུག་ཕྱུག་པོ་ཞིག་བྱོས་ཡ་རེད། སོང་ད་དེ་དེ་བྱོས་རོགས་བྱས་ཟེར་དེ་བྱས་ཡོང་དུས་ཨ་ནི་ངའི་ཐོག་ནས་རྣམ་པ་སུ་ལ་ཇི་ཁ་སོ་ར་ད་ཅིག་ཞུས་པ་ཡིན་ནས། དེང་དུས་ཀྱི་སེམས་ཁམས་རིམ་པ་འདི་ཆ་ཚང་བརྗེ་བའི་ཐོག་ལ་ད་ཁོ་པས་ཁོ་རང་ནས་གཡབ་ཆུང་བཏང་དགོས་ཡ་མི་འདུག་དེ་སློབ་སྦྱོང་ཧྲ་ཐག་ཐག་བྱེད་ན། ཨ་ནི་སོ་སོའི་བའི་སྲོལ་རྒྱུན་གྱི་དེ་ཡོད་དེ་བ་དེ་ཧྲ་ཐག་ཐག་བྱེད་ན། ཨ་དེ་བྱས་པ་ནི་མ་འོངས་པ་བས་ཁོ་རང་གཅིག་ག་བར་སྦྱིན་པ་ནི་བ་ཆ་ཚང་པོ་ཞུས་ཡོང་བསྡད་ཅེས་དང་ཨ་ལྷག་པར་དུ་རྣམ་པ་ཚོས་ཅི་ག་སུ་རེད་ག་ད་ངའི་མི་རིགས་ཀྱི་ལར་རྒྱ་བ་ཟིན་དུས་ཨ་ཞེས

དཔལ་མི་སྲིད། ད་ང་ཚོ་མི་ཐོག་རྒན་པའི་ཆ་ནས་བྱེད་ཀྱི་ཡིན་ནའི་དཔལ་མི་སྲིད་དགའ་བོ་བྱུང་སོང། དགའ་བོ་བྱུང་ད་དེ་འདྲ་གཞོན་སྐྱེས་ཚོས་དེ་འདྲའི་བའི་དོ་སྣང་བྱེད་ཀྱི་འདུག་སོ་སོའི་རིག་གཞུང་དོ་སྣང་བྱེད་ཀྱི་འདུག་བསམ་པར་དཔལ་མི་སྲིད་དགའ་བོ་བྱུང་སོང་ད་དེ་ང་རང་ཚོ། རྒྱལ་བ་རྒྱལ་བའི་མཆོད་སྤྲིན་ཟེར་ནས་རྒྱལ་བ་རིན་པོ་ཆེ་ཐུགས་དགྱེས་ཡ་རེད། འོ་ད་རྒྱལ་བ་རྒྱལ་བའི་མཆོད་སྤྲིན་ངོ་མ་འདི་རེད་ང་རང་ཚོ་བོད་རིགས་ཀྱི་མི་ཐོག་རྒན་པ་ཚོ་ཡིན་པ་ནས་ད་མི་ཐོག་རྒན་པ་རྒན་པ་ད་ཆོས་རྒྱལ་སྲོང་བཙན་ནས་ཆེར་མ་ཆེ་ནས་ཁོ་ན་འཛིན་པ་ནས་དངོས་གནས་ང་ཚོའི་མི་རིགས་ཀྱི་ད་ལར་རྒྱ་གསེབ་འགའི་ནང་ཆེ་བས་ད་ད་འདྲ་གཞོན་སྐྱེས་ཚོ་དཔེ་ཡག་པོ་འདུག་ཨ་ཞེས་ནས་ཁོ་ཚོ་ཁོ་རང་ཚོ་ཡིན་པས་ནས་དངོས་གནས་སེམས་ནང་ལ་ཡ།